ནང་ལ་ཡང་རྗེས་དྲན་གྲོས་ཆོད་གྲོས་འཆར་གཉིས་ཡོད། དེ་ཡང། ཨ་མདོ་རྔ་བ་རྨེའུ་རུ་མའི་རུ་ཆེན་གཉིས་པ་ནས་སྐུ་ཞབས་ཡོན་ཏན་ལགས་ཀྱིས་བོད་བསྟན་པ་ཆབ་སྲིད་དོན་དུ་ཨ་ནེ་རང་ལུས་ཞུམ་མེད་བཀྲོན་པ་བསྒྲོན་ནས་སྐུ་ཚེ་མ་ཟིན་པ་དང། སྐབས་བཅུ་གཉིས་པའི་བོད་མི་མང་སྤྱི་འཐུས། དགེ་བཤེས་ལྷ་རམས་པ་བཀྲ་ཤིས་རྒྱལ་མཚན།

བཙན་བྱོལ་བོད་མིའི་གི་བཅའ་ཁྲིམས་དོན་ཚན་བཞི་བཅུ་པའི་དགོངས་དོན། གྲོས་ཚོགས་ཚོགས་དུས་དགུ་པ་འདིའི་ཕྱི་ཟླ་གསུམ་པའི་ཕྱི་ཚེས་བཅུ་བདུན་ནས་ཉིས་སྟོང་རྩ་བདུན་བར་དུ་ལས་ཉིན་བཅུ་དྲུག་ཡོལ་ཏེ། རྟ་བཟང་པོ་ལི་ཡོང་ལ་ཡ་ཆེས་འཛའ་དྲག་གི་ནད་ཡམས། ཏོག་དབྱིབས་ནད་ཡམས་འདི་ཁྱབ་གདལ་འགྲོ་གི་ཡོད་པ་དང་ཨ་འདི་ཡང་རང་ཚོ་གནས་སའི་རྒྱལ་ཁབ་ལྟ་བུ་ཆ་མཚོན་པས་ན་ཉི་མ་ནས་ཉི་མ་ཡར་འཕེལ་འགྲོ་གི་ཡོད་རེད། འདི་འདྲའི་གི་རྐྱེན་བྱས་པའི་རྗེས་ནས་ཨ་ནི་བཅའ་ཁྲིམས་དོན་ཚན་བཞི་བཞི་ཞབས་ཞུ་པའི་དགོངས་དོན་སྤྱི་འཐུས་རྒྱུན་ལས་ལ་ཁྱད་གསར་གོ་བསྡུར་ཞུས་ནས་ཨ་ནི་ཉི་མ་གཅིག་མ་གཏོགས་པའི་འཚོགས་མི་དགོས་པའི་ཐག་གཅོད་དུ་ཞུས་པ་ཡིན། དེ་འདྲ་ཡིན་ཙང། དེ་རིང། གྲོས་ཚོགས་འདི་ཉི་མ་གཅིག་མ་གཏོགས་མེད་པ་ཡིན་ཙང། མྱ་ངན། རྗེས་དྲན་གྱི་གྲོས་ཆོད་གྲོས་འཆར་ཡེ་ནས་རེད། གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཡེ་ནས་རེད། ཅེས་དགོངས་འཆར་གནང་མི་དགོས་པ་ཞིག་དང། དེ་དེ་བཞིན་བྱས་ནས་ང་ཚོ་སྔོན་རྩིས། དེ་ཡང། ལས་ཁུངས་གོ་རིམ་བཞིན་དུ། སྡོམ་མདོ་སྡོམ་པོར་འདི་སྙན་སྒྲོན་གནང་བའི་རྗེས་ལ་བསྟན་པའི་ཤུལ་ཨ་ནི་ཐ་མ་འདི་ལ་གཏོང་ལེན་ཐུགས་ཡིན་བསྟན་པའི་ནའི་དེ་འདྲ་ཞིག་མ་འདུག་པས་ཨ་ནི་ལས་རིམ་གཞི་བདག་གང་ཡང་མེད་དུ་བཤོལ་ཡིན། དེ་རིང་ཉི་མ་གཅིག་ཚོགས་པ་འདིའི་ནང་ལ་ཡང་མྱ་ངན་གུས་འདུད་ཀྱི་གྲོས་ཆོད་གཉིས་བཞག་ན་ཐུབ་པ་དང། གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གཅིག། སྤྱི་ལོ་ཉིས་སྟོང་ཉི་ཤུ་ཉི་རྩ་གཅིག་ལོའི་གི་གཏོང་ལེན་ཐིམ་ཡིག་བསྟན་པའི་ནང་ཐུབ་པ་འདུག་བྱུང་བ་རེད།

དེ་འདྲ་བའི་ནད་ཡམས་འདི་མགྱོགས་ནས་མྱུར་དུ་འཇིག་རྟེན་འདི་ནས་ཡལ་འགྲོ་ཡ་ཞེས་དང་མ་འོངས་པ་ལ་འདི་རིགས་མ་ཡོང་བའི་སྨོན་འདུན་ཞུ་ཡ་ཡིན། མཐའ་དོན་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་ཐུགས་བཞེད་མཐུན་འགྱུར་འགྲུབ་པ་དང་བོད་དོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་ཞུ་ཡ་ཡིན།

ཉིས་སྟོང་ཉི་ཤུ་དང་ཉིས་སྟོང་ཉིས་བརྩེགས་ཀྱི་དངོས་སྒྲིག་དངོས་གཟིགས་དེ་གཏོང་ལེན་ཁྲིམས་ཡིག་ནང་ལའང་དོན་ཚན་གཙོ་བོ་གཉིས་རེད། ད་རྩ་བའི་དོན་ཚན་བཞི་ཡོད་རེད་དེའི་ནང་དོན་ཚན་དང་པོ་འདི་ལོ་གཅིག་གི་བབ་ཡོངས་དེ་རེད། ད་ཡོངས་འདི་ཕྱོགས་སྡོམ་མ་དངུལ་ནང་ལའང་གང་དག་གོ། ལས་ཁུངས་ཡོངས་རྫོགས་ཕྱོགས་བསྡོམས་མ་དགོས་ན་ཉིས་སྟོང་ཉི་ཤུ་དང་ཉིས་རྩ་གཅིག་ཚུད་པ་དང། ཉིས་སྟོང་ཉི་ཤུ་དང་ཉིས་རྩ་གཅིག་ཕྱོགས་བསྡོམས་མ་དགོས་ན་མ་ཚུད་པའི་དངུལ་བསྡོམས་འདི། ས་ཡ་ཉིས་སྟོང་དྲུག་བརྒྱ་གྱ་བཅུ་གྱ་གསུམ་དང་གྲུམ་བུམ་ཉིས་ཁྲི་ཉིས་སྟོང་གཅིག་བརྒྱ་སུམ་ཅུ་འདི། རྟགས་འཛིན་སྐྱོང་བཀའ་ཤག་ནས

ཨ་ནི་ཉིས་སྟོང་ཉི་ཤུ་ཉིས་བརྩེགས་གཅིག་གི་ལྟར་ལོ་གཅིག་གི་འགྲོ་སོང་འདི་ཡང་ཚོད་དཔག་འཛིན་སྐྱོང་བཀའ་ཤག་ནས་ཞུས་པ་གཞི་བཟུང། ཚོད་དཔག་ཚོགས་ཆུང་ནས་རྒྱབ་གཉེར་གནང་པ་གཞི་བཟུང་གི་ད་ག་ཟླ་བཀའ་འཁྲོལ་འདིའི་བསྡོམས་འདི་ས་ཡ་ཉིས་སྟོང་བདུན་བརྒྱ་ལྔ་བཅུ་ང་བཞི་དང་བཞི་འབུམ་བརྒྱད་ཁྲི་བདུན་སྟོང་བརྒྱ་མེད་ཉི་ཤུ་རྩ་དགུ་འདི་ད་ད་ལོ་ག་ཟླ་གཅིག་དངུལ་རྩིས་གྲོས་ཚོགས་ནས་ཨ་ནེ་ཉིས་སྟོང་ཉི་ཤུ་ཉི་ཤུ་རྩ་གཅིག་གི་ད་ལོ་གཅིག་གི་ཕྱོགས་བསྡོམས་ད་ལྟ་མ་དངུལ་ནང་ལ་མ་ཚུད་པ་དང་ཨ་ནེ་སྤྱི་ཡོངས་ཀྱི་ལས་ཁུངས་ཁག་ཡོངས་རྫོགས་ཀྱི་དངུལ་རྩིས་དེ་ཨ་ནེ་དེ་རིང་ད་ལྟ་གྲོས་ཚོགས་ནས་དངུལ་རྩིས་ཨ་ནེ་འཛིན་སྐྱོང་ལ་ཡ་མ་བཀའ་འཁྲོལ་གཏན་འབེབས་སྩལ་གནང་བ་རེད་བྱས་ཙང་ད་གང་ལྟར་ང་ཚོའི་ལམ་ལུགས་གཞི་བཟུང་གིས་ཁྲིམས་ལུགས་གཞི་བཟུང་གིས་ཨ་ནེ་དངུལ་རྩིས་བཀའ་འཁྲོལ་གང་ལྟར་ཉིས་སྟོང་བཅུ་དགུ་ཉི་ཤུ་གི་མཐའ་མའི་བཀའ་འཁྲོལ་དངུལ་དེ་རྩ་བའི་མི་ཡོངས་རྫོགས་འགྲོ་སོང་བཏང་ཚར་བ་རེད་དེ་ཡོང་ངེས་ཡོད་པ་ཡོང་ཚར་བ་རེད་དེ་ཡིན་ནའི་ཡིན་ཡང་གྲོས་ཚོགས་ཁོ་རའི་ནང་ལ་ཁྲིམས་ལུགས་ཤིག་གསུམ་གཏན་འབེབས་གནང་དགོས་གི་དང་དེ་གཏན་འབེབས་གནང་བ་རེད་ཉིས་སྟོང་ཉི་ཤུ་དང་ཉི་ས་གཅིག་གི་འདི་དེ་རིང་ད་ལྟ་མ་སྙན་སྒྲོན་ཞུས་པ་འདི་གཞི་བཟུང་གིས་ནི་བཀའ་འཁྲོལ་མཐའ་མའི་བཀའ་འཁྲོལ་འདུག་བྱས་བྱས་གནང་བ་རེད།